ཁོས་བོད་སྐད་གཙང་མ་ཞིག་བཤད་ཐུབ་ཀྱི་ཡོད་ན། དངོས་གནས་བཤད་ན། བོད་སྐད་གཙང་མ་བཤད་ཡག་པ་ཡིན་ན། ལྷ་ས་ནས་གོ་གི་རེད་ཨ་མདོ་ནས་གོ་གི་རེད་ཁམས་པ་ཡིས་ཀྱང་གོ་གི་རེད། ཁོས་མགྲིན་གཡག་ཚ་ཡང་ཟེར་བ་དེ་ལ་གཅིག་ལྟོས་དང་དངོས་གནས་བཤད་ན། བོད་སྐད་གཙང་མ་གཙང་ཆ་བཤད་ཀྱི་འདུག་བ་འགོག་ནས་མགྱོགས་ཀྱི་བར་དུ་དེ་ནས་ཁོ་རང་གི་ཕར་ཆེར་སྦྲག་སྐད་ཟེར་འགྲོ་བསྐྱལ་ཤོག་གི་མི་འདུག་དེ་ནས་ཁྱད་པར་དུ་ཨ་མདོ་གི་དེ་དྲ་གྲགས་དེ་ཚོ་མང་ཆེ་ཤོས་དེ་བོད་སྐད་གཙང་མ་གི་ལམ་བཤད་ཀྱི་རེད་ཁོ་ཚོ་ལ། དེ་ནས་གཞན་མི་རྒྱ་མཚོ་འདྲ་བོ་ཅིར་འདེགས་ཀྱི་འདུག་བ། གཞན་མི་དག་དོན་འཕྲལ་དུ་འཇུ་བརྒྱ་བྱེད་ཀྱིན་བསྐྱངས་པ་རེད། ཡིན་ན་ཡང་ཁོ་རང་ཚོ་གི་ནང་དུ་བོད་སྐད་སྨོས་མཁན་མི་འདུག་ལྷ་ས་ནས་ཡོང་གི་རེད། ཨ་མདོ་ནས་ཡོང་གི་རེད་འོ་ཡ་ཁམས་པ་ནས་ཡོང་གི་རེད་ཁོ་རང་ཚོ་ལ་གཞན་མི། ཨོ་ཚེ་རིང་ཁོ་རྐྱང་པ་གི་དག་རྒྱ་སྐད་རྒྱག་གི་ཡོད་རེད་ཨོ་ཚེ་རིང་སི་ཏུས་ད་ཕ་ཡུལ་ནང་ཆེན་ནས་ཡིན་གི་ཡོད་རེད་བ། ཁོའི་ཕ་ཡུལ་ད་ནང་ཆེན་ནས་ཡིན་གི་ཡོད་རེད།

ཁོའི་སྐད་ཆ་དེ་མ་མང་པོ་ཞིག་ཉན་བསྡད་ཀྱི་ཡོད་རེད། དེ་ཁོ་ལ་དགའ་ཞེན་ཟེར་མཁན་ཡང་ཡོད་རེད། དེ་ཡིན་དུས་ཁོས་བོད་སྐད་ཤེས་དགོས་ཀྱི་ཡོད་རེད། ངེས་པར་དུ་ཤེས་དགོས་ཀྱི་ཡོད་རེད། ཁོ་ལ་དེ་ཤེས་ལེའི་དབང་ཆ་ཡོད་རེད། ད་ཁོས་མདའ་དབྱངས་འདི་ཚོགས་ཀྱི་ནང་ནས་བོད་སྐད་ཤེས་ཐུབ་ཀྱི་མི་འདུག་ཟེར་མདའ་དབྱངས་སྒོ་རྒྱག་འགྲོ་དགོས་ཟེར་ན་དེ་ཁ་མེད་རེད་བ། སྒོ་རྒྱག་འགྲོ་གི་འདུག་རྒྱ་སྐད་ཅུང་ཙམ་མ་རྒྱག་ན། དེ་ན་ཡང་འབྱོར་འཕྲིན་གྱི་ལམ་ནས་ཀྱང་དེ་ནས་བོད་སྐད་གཙང་མ་གཙང་རྐྱང་བཤད་ཆུག་པ་ལ། ཁོས་ད་དུང་ཀྱང་ཁོའི་གཞན་མིག་གི་ཆེད་དུ་ཤི་སྐད་འདྲ་བོ་བཤད་ཀྱི་ཡོད་ཟེར་ལབ་ཀྱི་འདུག་བ། དེ་ཤེས་མཁན་མ་རེད་བ། དྲང་པོ་བཤད་ན། དེ་ཡིན་དུས་རྣམ་པ་ཚོས་མ་འོངས་པ་ལ་མི་འདི་འདྲི་གི་རེད་ལ་གཟབ་དགོས་ཀྱི་རེད། དངོས་གནས་བཤད་ན་ཁོས་ད། སྐད་ཆ་དེ། མི་རེ་གཞན་གྱི་སྐད་ཆ་རེད་སྤྱི་བཏང་ནས་མི་རེ་དབྱེ་འབྱེད་དེ་འཛའ་བོ་མ་རེད་དེ་ནི་ཡིན་ན་ཡང་རང་གི་སྐད་ཡིག་དེ་རང་གིས་ཤེས་དགོས་ཀྱི་རེད་བ། རྒྱ་ཡིག་ཤེས་རྒྱུ་དེ་ཁོ་རང་གི་འཇོན་ཐང་ཡིན་ནམ་རྒྱན་ཆ་ཡིན་ན་ཐང་རེད་བ་དེ་གཞན་ཡིན་གྱི་ཡོད་རེད་དེ་ཤེས་དགོས་ཀྱི་ཡོད་རེད། ཡིན་ན་ཡང་ང་ཚོ་རང་གི་སྐད་དེ་རང་གིས་རྒྱག་དགོས་ཀྱི་ཡོད་རེད། དེའི་ཐུགས་ལ་དེ་ནས་ང་ཚོ་གི་མཁས་པ་མང་པོ་ཅིག་གིས་ཅི་འདྲི་དཀའ་ལས་སྐྱོང་གི་འདུག་ཨོ་ཡ། ཚིག་རྫོགས་དུ་སུ་ཅི་འདྲི་འབྲི་གི་འདུག་རེད་བ། མིང་རྫོགས་དུ་སུ་ཅི་འདྲི་ཁྱད་པར་གཏོང་གི་འདུག་དེ་རྒྱ་གར་གི་འཁྲབ་དང་མཐུན་གི་ཡོད་རེད། འཇིག་རྟེན་གྱི་ལག་དང་མཐུན་གི་ཡོད་རེད། སོ་སོ་མགོ་ནག་མི་ཞིག་ཡིན་པའི་ཁེ་བཟང་དེ་དེ་ལ་དེ་ནས་ཐོབ་ཐང་དང་རང་དབང་ཚང་མ་དེ་ཡོད་རེད། བོད་སྐད་བཤད།

དེ་རེད། དེ་ནས་རྣམ་པ་ཚོ། སང་ལ་བུ་ཐོག་སོང་ན་དགོངས་དག་ཞུ། དངོས་གནས་ཤི་ན་འདི་ཨོ་རྩལ་རན། ཁོ་རང་འདྲ་ནི་ང་གི་ཕ་ངོ་ཤེས་ཀྱི་མེད་ཚོད་ཡང་ངོ་ཤེས་ཀྱི་མ་རེད་ངེད་གཉིས་ཀྱི་དོ་བ་ལ་དངོས་གནས་བཤད་ན། དེ་ནས་སྒོར་མོ་སྐྱེས་ཀྱི་ཕ་ཚོ་འགྲོ་སོང་མེད་རེད་བ། ཡིན་ན་ཡང། ཁོ་རང་གི་སྐད་ཆ་དེ་འགན་མ་ཁུར་བ་གི་སྐད་ཆ་ཡིན་དུས། ངས་དེ་རིང་སྐད་ཆ་དེ་འདྲ་བྱས་ཤོར་སོང། དེ་འདྲ་ཡིན་བཀྲ་ཤིས་བདེ་ལེགས།